ད་རིང་ཐོས་དུང་ལ། ཁ་ནི་ཟིག་མཁན་ཚང་མ་ལོ་ལ། ཐོག་མ་དེ་ལ་རྣམ་པ་ཚོ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཨ་མདའ། རྣམ་པ་ཚོ་ཚང་མའི་གིས་ད་ད་རིང་ཁ་སང་དོ་སྣང་ཆེ་དང་ཆེ་བཞིན་པ་ཆགས་བསྡད་ཀྱི་ཡོད་རེད། ང་རང་ཚོ་སྤྱི་འཐུས་གྲོས་ཚོགས། སྐབས་བཅུ་བདུན་པའི་བུ་མོ་སྤྱི་འཐུས་ཀྱི་གྲོས་ཚོགས་ཚོགས་དུས་གསུམ་པ་འདི། ད་ཉི་མ་གད་པ་ཕལ་ཆེར་ཉི་མ་གད་པ་འགྲོ་ཆགས་གྲུབ་ཡོད་བསམས། དེ་འདྲའི་ཚོགས་དེ་བས་གནས་སྟངས་ཆགས་འདུག་ཡོད་རེད། འདི་ཡིན་དུས་བརྩམས་པ་ལ་ད་ལྟ་བར་དུ་ད་གྲོས་ཚོགས་ཚོགས་འདུ་གཉིས་བ་ཚོགས་ཟིན་པ་རེད་ཚོགས་འདུ་གསུམ་པ་དེ་ཉིན་གྱི་བར་ཆགས་འགྲོ་གི་ཡོད་རེད། ཡིན་པས་ནས་ད་ལྟ་བར་དུ་ཨན། སྐབས་བཅུ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཤག་སར་བའི་གྲོས་ཆོད་ཨང་གསུམ་གསུར་བུ་འདིའི་སྒང་ལ་ད་འདུག་ཡ་མེད་འགྲོ་གི་སྟངས་ནས་བསྡད་འདུག་ཡོད་རེད། དེ་ཡིན་དུས་འཛམ་བུ་ལ་དེ་ཚོ་བྲིས་དུས་དབུ་ནི་ཧང་སང་གི་ཐབས་སྐྱོ་དྲུག་ཅིག་ཆགས་འདུག་ཡོད་རེད། གནད་དོན་འདི་འདྲའི་ཆགས་བ་ནས་ཆེ། སོ་སོ་འགྲོ་བ་ཡང་ཡིན་པ་ན། ཐད་གཏོང་ལ་དོན་ཡིན་དེ་འདུག། སེམས་པ་གི་མ་བཟོད་ནས་འདུག་དོན་དེ་ནི་གནས་སྟངས་གཅིག་འདུག་ཆགས་སོང། འོ་འདི་འཕྲོས་བཤད་དྲུག་ཅིག་ཡིན། དེ་ཡིན་དུས་ད་ད་ལྟའི་ཆ་ལ་གྲོས་ཚོགས་ཚོགས་དུས་གསུམ་པ་ཉིན་བརྒྱད་པ་ཆགས་ཚར་བ་འགྲོ་གི་རེད་ཨ་ནི་འདིའི་བར་དུ་ལ་གྲུ་ཆུང་ཨང་གསུམ་སུག་པོ་གང་ལ་ཨ་ནི་གླིང་སློང་རྩ་བ་ཉིད་ནས་བྱེད་ཀྱི་ཡོད་མ་རེད་ད་ལྟ་བར་དུ་ཨ་ནི་ཁྲིམས་ཞིབ་པ་ཨ་ནི་རྫུན་མ་གཉིས་འདི་ད་ལྟའི་མུ་མཐུད་ནས་ཨ་ནི་ཁྲིམས་ཞིབ་ཁང་ནང་འདུག་གནས་བསྡད་ཀྱི་ཡོད་རེད་འདི་ཡིན་པ་ཡིན་ཡིན་པ་ཡིན་ནས་ད་ང་རང་ཚོ་གི་ཆོས་བརྒྱུད་ཀྱི་སྤྱི་འཐུས་ཁག་ཅིག་ནས་ཨ་ནི་ད་ལྟའི་གི་ཨ་ནི་སྤྱི་ཟླ་གསུམ་པའི་གི་གྲོས་ཚོགས་སྔོན་རྩིས་ཀྱི་གྲོས་ཚོགས་ཡིན་པ་ཡིན་དུས། ཨ་ཁྲིམས་གཞི་གང་གིས་ཨ་ནི་གྱོད་དོན་སྔོན་རྩིས་ཀྱི་ཐོག་ལ་ཨ་ནི་འདུག་ཞེས་སྒྲོག་མ་ཐོས་ཀྱི་གནས་སྟངས་ཅིག་ཐོག་ནས་ད་ལྟ་འདུག་སུ་དགག་བསྡད་ཡོད་རེད། དེ་ཡིན་དུས་བརྩམས་པ་ལ་ད་ཁ་སང་དུ་བ་ཅིག་ལ་བཞུགས་མོལ་ཚོགས་འདུ་ཡི་ན་ཅིག་ཡོད་རེད་ལ་འདུག་ང་རང་ཚོ་གནས་ཚུལ་གོ་བསྡད་ཀྱི་ཡོད་རེད། ཡིན་པ་ཡིན་ནའི། ང་རང་ཚོ་མི་མང་ལ་དེ་ནང་ལོགས་ལ་གནས་ཚུལ་ག་རེ་བྱུང་གི་ཡོད་མེད་བཞུགས་མོལ་ཚོགས་འདུ་ལ་གནས་ཚུལ་ག་རེ་ཆགས་ཀྱི་ཡོད་མེད་དེ་ང་རང་ཚོ་མི་མང་ཧ་གོ་གི་ཡོད་མ་རེད་ད། གསང་བ་བྱེད་ཀྱི་ཡོད་རེད། སྤྱི་བཏང་ང་རང་ཚོ་གི་བཙན་བྱོལ་སྒྲིག་འཛུགས་དེ་ཕྱི་གསལ་ནང་གསལ་ཡིན་གོང་ས་མཆོག་དུས་རྟག་ཏུ་གསུང་དགོས་ར་རེད། ཡིན་པ་ཡིན་ནས་མགོ་ལ་དེང་གི་མཛད་གཙོ་རྣམ་པ་ཚོ་གི་ཁ་ནས་བཤད་དེ་གོང་ས་མཆོག་གི་བཀའ་བསྒྲུབ་དགོས་ཀྱི་རེད་ས་ནས་བཤད་ཀྱི་ཡོད་རེད་ག་གོང་ས་མཆོག་དགོངས་པ་དང་མཐུན་པའི་ཕྱག་ལས་གནང་དགོས་རེད་བཤད་ཀྱི་ཡོད་རེད། ཡིན་པ་ཡིན་ནས་དོན་ཡོད་ལ་ད་ཕྱི་གསལ་ནང་གསལ་དེ་གནང་གོང་ས་མཆོག་གི་གསུང་དེ་དེ་ང་རང་ཚོ་སྒྲིག་འཛུགས་དེ་ཕྱི་གསལ་ནང་གསལ་གོ་རེད་ལ་དེ་ད་ཡོད་མ་རེད། བཞུགས་མོལ་ཚོགས་འདུ་ཚོགས་རེད། ད་མདང་དགོང་གྲོས་ཚོགས་བལྟས་པ་ཡིན། བྲོས་བྱོལ་ཨང་གསུམ་སུའུ་ཀ་ལ་ཚིག་གཅིག་གསུང་མཁན་མི་འདུག་ཨ། འདི་ཡིན་དུས་རྩམ་པ་ལགས་འདི་འཛུགས་ཀྱི་གནས་སྟངས་ལ་གཅིག་བལྟའང་འདུག་ང་རང་ཚོ་མགོ་ལ་དེད་མཁན་མཛད་གཙོ་རྣམ་པ་ཚོ་གི། ཨ་ནི། གོང་ས་མཆོག་གི་དགོངས་པ་དང་མཐུན་པའི་ཕྱག་ལས་གནང་དགོས་རེད། གོང་ས་མཆོག་བཀའ་སྒྲུབ་དགོས་རེད་ལ་ནི་བཤད་བ་ཙམ་མ་གཏོགས་ལག་ལེན་དེ་ཁྱོད་ནི་བཏང་གི་མི་འདུག། ཨ་ནི་ཁ་ནས་བཤད་དེ་ཁྲིམས་དང་མཐུན་པ་བྱེད་འགྲོ་དགོས་རེད་ཁྲིམས་སྒྲིག་གཞི་དེ་རྩ་ཆེན་པོ་ཡིན་ལབ་པ་མ་གཏོགས་དོན་ལ་ཁྲིམས་སྒྲིག་གཞི་དེ་གཏོར་ནས་འགྲོ་གི་འདུག་འདི་ཡིན་དུས་ང་རང་ཚོ་མི་མང་དཀྱུས་མ་དེ་ཚོ་ད་གཉིད་ཚད་གོ་གི་འདུག་དེ་འགྲིག་གི་གཉིད་ཚད་ཡས་ཆེད་དུ་ཨ་ནི་སོ་སོ་འགྲོ་བོ་ཅན་པ་ན་ཐད་གཏོང་ལ་དོན་གྱི་སྐད་ཆ་བཤད་དགོས་ཀྱི་རྒྱུ་མཚན་འདི་ཆགས་བསྡད་ཀྱི་ཡོད་དེ་ཡིན་དུས་མི་མང་ཚོ་ཚང་མེད་ཀྱི་མཁྱེན་གོ་གི་འདུག་ད་ང་རང་ཚོ་མི་མང་ཚོ་གི་དངོས་ཡོད་གནས་ཚུལ་ག་རེ་ཡིན་པ། དེ་ཚོ་གྲས་དོ་སྣང་བྱེད་ཅིང། ད་ད་ལྟའི་བར་དུ་གྲོས་ཆོད་ཚོགས་འདུ་ཐེངས་མ། གྲོས་ཚོགས་ཚོགས་འདུ་གཉིས་བ་ཚར་ཚར་བ་རེད་འདིའི་ནང་ལ། གྲོས་ཆོད་ཨང་གསུམ་སུ་བོ་བར་གནད་དོན་གླས་ཡོག་མ་རེད་ད་གྲོས་ཆོད་ཨང། ཚོགས་འདུ། གྲོས་ཚོགས་ཚོགས་འདུ། གསུམ་བ་དེ་ད་ཉིན་མ་གས་པ་ཟིམ་འགྲོ་གི་ཡོག་རེད་ད་དེ་གླས་ཡོག་མ་རེད། དེ་ཡིན་དུ་ངེས་པར་དུ། བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་འབོད་སྐུལ་ཞུ་ཡ་ལ། གྲོས་ཆོད་ཨང་གསུམ་གསོག་སྒུག་འདི་གཙང་མ་མ་ཆགས་ཀྱི་བར་དུ། ཨ་ཕྱི་འཐུས་ཁྲིམས་ཞིབ་ཁང་ཁྲིམས་ཞིབ་པ་གིས་སྔོན་རྩིས་འདི་ངེས་པར་དུ་བཀག་རོགས་གནང་ཟེར་ད་ང་མི་མང་དཀྱུས་མ་འཇུག་གི་འབོད་སྐུལ་ཞུ་གི་ཡོད། དེ་འདྲས་ཀྱི་དམག་སྒར་བ་ཡིན་པ་ཡིན་ན། ང་ཚོ་བཙན་བྱོལ་སྒྲིག་འཛུགས་འདི། ད་ར་ལང་ཆ་ལང་ཆགས་འགྲོ་ས་རེད། དེ་འདྲས་ཀྱི་སོ་སོ་སེམས་འཚབ་ཡོང་སྡིག་གི་འདུག། ང་ཚོ་གི་བཙན་བྱོལ་སྒྲིག་འཛུགས་འདི་གོང་ས་མཆོག་གི་ཐུགས་རེ་ལ། ཁྲིམས་ཀྱི་དབང་བརྒྱུད་གང་ལ་འགྲོ་དགོས་ཀྱི་རེད་ཟེར་ནས་ཁ་སང་བཀའ་སློབ་ཕེབས་ཡོད་རེད་ལ། ང་རང་ཚོ་གི་དམངས་གཙོ་དེ་ཁྲིམས་ཀྱི་དབང་བརྒྱུད་གང་ལ་འགྲོ་བའི་གི་དམངས་གཙོ་ཞིག་ཆགས་འདུག་ཡོད་ཟེར་ནས་དུས་རྟག་ཏུ་འཛམ་གླིང་ལ་ཡོངས་གྲགས་ལ་གོང་ས་མཆོག་གིས་གསུངས་འདུག་ཡོད་རེད། ཡིན་པ་ལ་དུས་ཡུན་དངོས་ལ་ང་རང་ཚོ་མཛད་གཙོ་རྣམ་པ་གིས་ཁྲིམས་ཀྱི་དབང་བརྒྱུད་དེ་བཞག་སྟེ་གང་ཟག་གི་དབང་བརྒྱུད་གང་ལ་འགྲོ་དེའི་གི་ད་གནས་སྟངས་གྲོགས་ཆགས་ཡོད་ངོས་འགྱོགས་གྲོགས་ཞིག་མཐོང་འོང་འདུག་དེ་ཡིན་དུས་རྒྱུ་མཚན་འདི་ལ་བལྟས་རྗེས་སོ་སོ་འགྲོ་བོ་བྱས་ན་ད་ད་རིང་མདང་དགོང། གི་གྲོས་ཚོགས་ལ་བལྟ་རྗེས་སོ་སོ་ལ་སེམས་འཚབ་བྱུང་སོང། ད་འདས་པའི་ང་རང་ཚོ་གི་དད་ལྡན་སྲིད་སྐྱོང་གིས་དམ་འབུལ་ཞུས་བ་ནི་ཆེས་ང་རང་ཚོ་གི་སྒྲིག་འཛུགས་ལ་ཏིག་ཞིག་ཡིད་ཆེས་བརླག་འགྲོ་ཡས་དང་ང་རང་ཚོ་སྒྲིག་འཛུགས་དེ་གང་ཟག་གི་དབང་བརྒྱུད་ལ་འགྲོ་གི་མེད་ན་བསམ་པའི་གི་དོགས་པ་ཡོད་བདེ་བ་ཅིག་ལ་ཨ་ནི་ད་དགོང་དགོང་དག་གི་གྲོས་ཚོགས་ཅིག་བལྟ་ཡོང་དུས་བརྩམས་པ་ལ་དེ་ལས་མང་ང་གི་སེམས་འཚབ་ད་ང་རང་ཚོ་གི་སྒྲིག་འཛུགས་དེ། ཁྲིམས་ཀྱི་དབང་བརྒྱུད་ལས་གང་ཟག་གི་དབང་བརྒྱུད་ཕྱོགས་ལ་འགྲོས་ཏེ་ཉེན་ཁ་ཆེན་པོ་ཅིག་འདུག་ཨ་བསམ་པའི་སོ་སོ་ལ་ཚོར་སྣང་བྱུང་སོང། དེ་ཡིན་དུ་འདི་འདྲིས་ཀྱི་ཐོག་ནས་སོ་སོ་གི་ཐག་རིང་ཐད་གཏོང་ལ་འགྲོ་ཆེ། ཨ་ནི། སྤྱི་འཐུས་རྣམ་པ་ཚོས་ཀྱི་སེམས་ཀྱི་གཡོ་བ་ཡིན་ནའི་འདིའི་བརྒྱུད་རིམ་གྱི་ཐོག་ནས་མ་འོངས་པར་གྱི་འཛིན་སྐྱོང་གི་ཕྱག་ལས་གནང་སྟངས་དེ་ཚོ་ལ་ངེས་པར་དུ་དགོངས་པ་བཞེས་ཆེ། ད་ལྟའི་ཨེམ་པའེ་ནི་ཆོས་བརྒྱུད་སྤྱི་འཐུས་རྣམ་པ་ཚོ་གིས་དངོས་གནས་ཁོ་རང་ཧུར་ཐག་འབའ་ཐག་གི་ཐོག་ནས་འགན་འཁྱེར་བའི་ཐོག་ནས་བོད་སྤྱི་བའི་རྩ་དོན་ལ་འགན་འཁྱེར་བའི་ཐོག་ནས་སྟངས་འཛིན་གནང་གི་འདུག་ད་ག་ནང་བཞིན་གྱི་མུ་མཐུད་ནས་དེ་འདྲས་གནང་དགོས་དེ་དཔེ་གལ་ཆེན་པོ་འདུག་མ་གཏོགས་ང་ང་རང་སོ་སོ་འགྲོ་བ་བྱས་ན་ཉེན་ཁ་མཐོང་བསྡད་ཀྱི་འདུག་གང་ཟག་དབང་བསྒྱུར་འགྲོ་མི་ཡོང་ས་རེད། དེ་ཡིན་དུས་ཙམ་པ་ལ་ད་བྲོས་བྱོལ་ཨང་གསུམ་སོ་དགུ་འདི་ལ་ཨ་ལན་བརྡ་ལན་ཡོད་མ་རེད། དེ་ཡིན་དུས་ཙམ་པ་ལ་འདིའི་སྒང་ལ་ད་ང་རང་ཚོ་གི་འདེམས་ཐོན་སྲིད་སྐྱོང། ཕལ་བ་ནས་བྱེད། ཟླ་བ་བཅུ་སུ་འབྲུག་འོད་ཟླ། ད་ལོ་གཅིག་ཁོ་འགྲོ་འགྲོ་རེད། འདིའི་ནང་ལོགས་ལ་ཁོང་གི་ཕྱག་ལས་གནང་སྟངས་ལ་ཅིག་གཟིགས་པ་ཡིན་ན། ཐོག་མ། དམ་འབུལ་ནི་བྱས། དམ་འབུལ་བྱེད་སྟངས་དེ། ད་གྲོས་ཚོགས་ནས་གྲོས་ཆོད་བཞག་རྗེས་གནས་དབྱུང་སྟངས་ས་ཕྱོགས་ཀྱི་ཁྲིམས་ཞིབ་པ། གསུམ། ཁྲིམས་མེད་ལུགས་མེད་བྱས་ནས་ཡར་འཛུལ་བཞག་ཕྱོགས་གཅིག་ལ་དམ་བཅའ་བུད་ཡས་ཏེ་གནད་དོན་དང་པོ་དེ་ཆགས་ཀྱི་ཡོད་རེད། ཁྲིམས་ཀྱི་དབང་བརྒྱུད་ལ་མ་གྲོས་ཀྱི་གང་ཟག་གི་དབང་བརྒྱུད། གང་ཟག་གལ་ཆེ་བ་བཅས་ཐོག་ནས། གནད་དོན་དང་པོ་འདི་ཆགས་ཡོད། འདེམས་ཐོན་སྲིད་སྐྱོང་གི་ཕྱག་ལས་གནང་སྟངས་གཉིས་བ་འདི། བཀའ་བློན་ཁུལ་ནས་མེད་པའི་ཐོག་ནས། ཨ་ནི། ང་རང་ཚོ་གི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱིས་ད་ག་ལ་བར་སྲིད་བྱུས་ཀྱི་ཐོག་ལ། ཨ་ནི། ད་ལྟ་བོད་རྒྱའི་ཞི་མོལ་གྱི་ཚོགས་ཆུང་བཙུགས་ཡས་འགྲོ་བ་དང་ཁོ་རང་མི་གཅིག་གི་ཐག་གཅོད་ཀྱི་ཐོག་ནས། ཨ་འདི་འདྲས་ཀྱི་ཚོགས་ཆུང་བཙུགས་ཡས་ལ་སོགས་པ་གནང་ཡས་རེད། ཨ་འདི་མ་ཚད་པའི་སྤྱི་འཐུས་ནང་ལོགས་ལ་སྤྱི་འཐུས་ཀྱི་དམ་འབུལ་ཁོ་རང་ཆགས་ཡོད་མ་རེད་སྤྱི་འཐུས་རྒྱུན་ལས་གྲུབ་གྲུབ་བྱས་ལོ་གྲུབ་ཡོད་མ་རེད་དམ་འབུལ་བྱས་ཡོད་མ་རེད། ད་གྲོས་ཚོགས་ཁོ་རང་ཚུགས་མ་ཐུབ་པའི་གནས་སྟངས་འདི་འདྲས་ལ་ཨ་ནི་འདེམས་ཐོན་སྲིད་སྐྱོང་གི་བར་བརྒལ་བཀའ་འཁྲོལ་ཞུ་ཡས་རོགས། དེ་ཚོ་གནས་སྟངས་ལ་ཏང་འཛུགས་གང་ལ་སོ་སོ་དེ་སྔ་ནས་དོགས་པ་ཡོད་དམ་ཡང་ཅི་ད་ག་འདྲའི་འདྲི་གང་རང་ཚོ་སྒྲིག་འཛུགས་དེ་ད་དམངས་གཙོ་ཡང་དག་པ་ཡིན་ཟེར་ནས་གོང་ས་མཆོག་གིས་གསུང་གི་ཡོད་རེད་ད་མགོ་ལ་དེ་གཉིས་ཀྱི་ཕྱག་ལས་གནང་སྟངས་དེ་ད་དམངས་གཙོ་ཡང་དག་པ་དེ་གསུང་བྱ་ཡ་དེ་ད་དམངས་གཙོ་སྦོ་ལུག་བྱ་གང་ཟག་གི། དབང་སྒྱུར་གྱི་ཐོག་ལ་འགྲོ་གི་འདུག་བསམ་པའི་སོ་སོ་ཡིན་ན་ཚོགས་ཁང་འདི་འདྲའི་སླེབས་ཐུབ་ཡོད་བརྒྱུད་རིམ་འདི་འདྲའི་གི་ཐོག་ནས། འདི་དང་མཉམ་དུ་ད་ལྟ་མགོན་དཀར་མོའི་ག་རེ་འཕྲོས་རེད་ཞུ་བ་ཡིན་ན། བཀའ་ཤག་གི་གྲོས་ཚོགས་ལ་ཨ་ནི་ཕྱག་བཞེས་ལེན་སྟངས་ཀྱི་ཐོག་ནས། དེ་སྔ་ཡིན་པ་ཡིན་ན། ལས་ཁུངས་སོ་སོ་གི་བཀའ་བློན་གྱིས་ཨ་ནི་གྲོས་ཚོགས་ལ་ལན་འདེབས་སྐྱོན་གནང་གི་ཡོད་རེད། ཡིན་པ་ཡིན་ནས་ད་ད་ལྟའི་བཀའ་ཤག་གི་སྲིད་སྐྱོང་གཙོས་པའི་བཀའ་བློན་གསུམ་མ་ཞུས་ཡོག་མར་བ། ཨ་ཁོ་རང་ཚོ་གི་བཀའ་ཤག་ལ་ལན་འདེབས་གནང་ཡས་དེ་ཨ་ནི་གྲོས་བསྡུར་གཅིག་གི་ཐོག་ནས་ཨ་ནི་དཔལ་འབྱོར་དང་འབྲེལ་བའི་ཐོག་ཡིན་ན་ད་ད་ལྟའི་གི་ཆ་ལ་འདེམས་ཐོན་སྲིད་སྐྱོང་གྲོགས་ཅན་པ་ནི་དཔལ་འབྱོར་བཀའ་བློན་ཆགས་དུས་པ་རེད། དཔལ་འབྱོར་དང་འབྲེལ་བ་དེ་ཨ་ནི་དཔལ་འབྱོར་བཀའ་བློན་གི་ཨ་ནི་འདེམས་ཐོན་སྲིད་སྐྱོང་དཔལ་འབྱོར་བཀའ་བློན་གི་ཆ་ཚང་ལན་འདེབས་གྱོན་ཡས་མ་གཏོགས་ཨ་ནི་ཅི་ཁ་ལོག་རེད། ཨ་ལས་ཁུང། བྱེ་བྲག་པ་འདི་གི་བཀའ་བློན་གྱི་ཨ་ནེ་ཡི་སྲས་ཆོས་སྐྱོང་མོ་ཝེ་ཡི་དེ་འདྲའི་བཀའ་མོལ་འདི་འདྲ་བྱུང་འདུག་ད་འདི་ཚོ་འདྲ་དཔེ་ཉེན་ཁ་ཆེན་པོ་རེད་འགྲོ་ཚོ་ཚོ་ཡིན་ན་མདང་དགོང་འདི་འདྲ་ཚོར་སོང། ད་ལྟའི་ཆ་ལ་དཔལ་འབྱོར་བཀའ་བློན་ཡོད་མ་རེད། བཀའ་བློན་སྲུང་མ་ཞིག་ཡོད་མ་རེད་ཕྱི་དྲིལ་བཀའ་བློན། ཤེས་རིག་བཀའ་བློན་བདེ་སྲུང་བཀའ་བློན་མ་བྱེད། ད་ཡིན་པ་ཡིན་ནའི་བཀའ་བློན་ད་དོན་བཀའ་བློན་བཞི་བདམས་རྒྱུ་ལྷག་ཏུ་ཡོད་རེད་བ། ནང་སྲིད་བཀའ་བློན། འཕྲོད་བསྟེན་བཀའ་བློན། དཔལ་འབྱོར་བཀའ་བློན། ཆོས་རིག་བཀའ་བློན། ད་ཉི་མ་གསུམ་ནང་ལོགས་ལ་ཕལ་ཆེར་བཀའ་བློན་འདི་འདྲ་གདམ་གྱི་ཡོད་ཀྱི་རེད་བསམ་གྱི་ཡོད། ཡིན་པ་ཡིན་ནའི། སོ་སོ་ལ་ཞེད་སྣང་ག་རེ་འདུག་ཞུ་བ་ཡིན་ན། དཔལ་འབྱོར་བཀའ་བློན་དགྲ་བོ་ཅིག་ཡིན་པ་ཡིན་ན། དེ་རྟེན་ཚང་མ་ལ་འབྲེལ་བ་ཡོད་དེ་བས་ཀྱི་གཅིག་ཆགས་འདུག་ཡོད་རེད། དེ་ཡིན་འདུག་ག་ལ། ད་ལྟའི་གི་བཀའ་བློན་ནང་ལོག་ལ་དཔལ་འབྱོར་བཀའ་བློན་འདི་འདེམས་ཐོན་སྲིད་སྐྱོང་གི་གཅིག་ལྕོགས་ཡིན་ཟེར་ནས་ཕྱག་ལས་ཅིག་གནང་མ་སྲིད་བ་མ་རེད་འདུག་ད་ང་རང་གི་ག་ལོར་བག་ཉལ་སྟངས་ལ་བལྟ་ན་བེའུ་ག་འདྲའི་སྐྱིད་མ་གི་ཧ་གོ་གི་རེད་ལ་ཡིན་བརྗོད་ར་སོ་སོ་ཡིན་ན་དེ་འདྲའི་གི་སེམས་ཚབ་བྱུང་སོང། གང་ཅི་ལ་ན་བཀའ་ཤག་ནང་ལོག་ལ་བཀའ་མོལ་གནང་སྟངས་འདི་དཔལ་འབྱོར་དང་འབྲེལ་བའི་འདི་ད་བཀའ་བློན་ག་ལོར་རེད། ལས་ཁུངས་སོ་སོ་གི་བཀའ་བློན་གྱི་ལན་བརྒྱབ་མོ་བ་བཅས་ཚང་མ་བཀའ་ཤག་གི་དཔལ་འབྱོར་བཀའ་བློན་གྱི་རང་འདི་འདྲས་ཆ་ཚང་འདི་བྱེད་ཀྱི་ཡོད་བས་ན། མ་འོངས་པ་ཨ་རིའི་འདེམས་ཐོན་སྲིད་སྐྱོང་ཁོ་རང་འགྲོ་རྗེས་ན་ཨ་ནི་དཔལ་འབྱོར་བཀའ་བློན་གཅིག་ལྕོགས་ཀྱི་གནང་ཡས་ཀྱི་གནང་བ་གནང་ས་རེད་ཨ་བསམ་བསམ་གྱི་སོ་སོ་ཡས་ན་འདི་འདྲས་ཀྱི་ཚོར་སྣང་བྱུང་གལ་སྲིད་འདི་འདྲས་ཅིག་གནང་བ་ཡིན་པ་ཡིན་ན། ཨ་ནི་ང་རང་ཚོ་གི་གནས་སྟངས་འདི་གང་ཟག་གི་དབང་སྒྱུར་ཕྱོགས་ལ་འགྲོ་ཡས་ཀྱི་ཉེན་ཁ་འདི་ཤུགས་ཆེན་པོ་ད་བརྒྱ་ཆ་དོན་བཅུ་གྱ་བཅུ་སུ་འགྲོ་ཅིག་ཆགས་ཚར་བ་འགྲོ་ཅིག་སོ་སོས་ནས་མཐོང་བསྡད་ཀྱི་འདུག་གང་ཡིན་ན་དཔལ་འབྱོར་དང་འབྲེལ་བའི་གནད་དོན་མང་པོ་ཅིག་བཀའ་བློན་ཆ་ཚང་འགའ་ཅིག་འགྲེལ་བཤད་དེ་ཨ་ནི་མི་གཅིག་གིས་ཀྱང་འོང་གི་རོགས་ད་གྲོས་ཚོགས་ནང་ལོག་ལ། དེ་ཡིན་དུས་གང་ལ་ཨ་ནི་ག་ལོག་རེད་ལས་ཁུངས་སོ་སོ་ནང་ལོག་ལ། ལས་ཁུངས་སོ་སོ་ནང་ལོགས་ལ་ཨ་ནི་སྔོན་རྩིས་དང་འབྲེལ་བའི་གི་ད་ལས་དོན་བྱེད་ཕྱོགས་དང་ག་རེ་ཡིན་པ་ཡིན་ན་དེ་ཚོ་གི་དབང་ཆ་ཆ་ཚང་ཨ་ནི་དཔལ་འབྱོར་བཀའ་བློན་དང་སྲིད་སྐྱོང་བཀའ་བློན་གཅིག་ལྕོགས་ཆགས་པ་ཡིན་པ་ཡིན་ན་ཨ་ནི་དེ་ལ་ཐེ་ཇུས་བྱེད་བྱེད་ཨ་ནི་དབང་ཆ་ཆ་ཚང་གྲོས་ཚོགས་ནང་ལ་ཡི་གསལ་བཤད་ཁོ་རང་རྒྱ་བས་བྱེད། འོ་དེ་འདྲའི་གི་ཐོག་ནས་ཉེན་ཁ་འགྲོ་གཅིག་མཐོང་སོང། དེ་ཡིན་དུ་དེ་འདྲའི་གི་ཐོག་ནས་ད་ལྟའི་གི་ད་ཉི་མ་གསུམ་ནང་ལ་འདེམས་ཐོན་སྲིད་སྐྱོང་གི་བཀའ་བློན་བསྐོས་གནང་གི་རེད། ཨ་ནི་དཔལ་འབྱོར་བཀའ་བློན་དེ་སོ་སོ་འགྲོ་བྱེད་ན། སུ་བསྐོ་གི་འདུག་གཅིག་ལྕོགས་བྱེད་ཀྱི་འདུག་ག་འདྲས་འཛུགས་བྱེད། ལྟ་དེ་སོ་སོ་དོ་སྣང་བྱེད་ནས་ལྟ་དེ་ཡིན་ཞེས། ད་ག་ནང་བཞིན་གྱི་ང་རང་ཚོ་མི་མང་ཚོ་ཡིན་པ་ཡིན་ནའི། དེ་དེ་བཞིན་གྱི་དོ་སྣང་བྱེད་ནས་ལྟ་དགོས་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་ང་རང་ཚོ་གི་སྒྲིག་འཛུགས་དེ་ད་ལྟའི་གི་ཁྲིམས་ཀྱི་དབང་བརྒྱུད་དེ་ནས་གང་ཟག་གི་དབང་བརྒྱུད་ག་ལ་འགྲོ་ཚར་བ་ཡིན་པ་ཡིན་ན། ང་རང་ཚོ་གི་སྒྲིག་འཛུགས་དེ་མུ་མཐུད་ནས་འཐབ་རྩོད་བྱེད་དགོས་ཀྱི་ཡོད་དུས་འདི་འདྲིས་ཀྱི་འཐབ་རྩོད་བྱེད་ཀྱི་སྒྲིག་འཛུགས་དེ་ཨ་ནེ་ཡེ་ལ་ཁག་པོ་ཞེ་དྲག་ཆགས་འགྲོ་གི་ཡོད་རེད། དེ་ཡིན་དུས་ཙམ་པ་ལ་གོང་ས་མཆོག་གིས་ཨིན་པ་ཡེ་ནས་ཉིས་སྟོང་བཅུ་གཅིག་ལ་དམངས་གཙོ་མ་གསོད་རེས་གནང་ཡས་དེ་གང་ཟག་གཅིག་ལ་ཐུགས་མི་དགོས་བའི་ཐོག་ནས་ཨ་འདུག་ཞེས་ང་རང་ཚོ་གི་འཐབ་རྩོད་དེ་མུ་མཐུད་དེ་ལོ་ལྔ་བཅུ་བརྒྱ་འདི་འདྲིས་གནས་དགོས་ཀྱི་ཡོད་བ་ཡིན་ན། ཨ་ནི། མི་གཅིག་ལ་གཏུལ་མུག་གོ་བའི་ཐོག་ནས་འདུག་སླེབས་དགོས་ཡས་ཀྱི་གནས་སྟངས་ཀྱི་ཐོག་ནས་ཨ་འདུག་གནང་བཞག་འཇོག་བྱ་གི་ཡོད་རེད་གོང་ས་མཆོག་ལ་ང་རང་ཚོ་ཚང་མས་ཀྱི་རྩེ་གཅིག་ཏུ་དད་པ་ཡོད་རེད་དངོས་གནས། ཡིན་པ་ཡིན་ནའི་གོང་ས་མཆོག་གི་དགའ་མཚོ་གི་ཕུགས་ཀྱང་ཕུགས་རྒྱང་རིང་པོ་འདུག་གོང་པ་ཞེས་བྱ་བ་ཅིག་ཡིན་དུས་ཨ་ནི་ང་རང་ཚོ་མི་དཀྱུས་མ་གཅིག་འདུག་ཡ་སླེ་ཅེས་ཨ་འདི་གི་དབང་ཆ་ཟིན་པ་ཡིན་ན་ཨ་ནི་ང་རང་ཚོ་གི་སྒྲིག་འཛུགས་དེ་འཐོར་རེད་མ་གཏོགས་ཨ་འདི་རུག་རུག་ཆག་ཡ་འདི་རྩ་བ་ཉིད་ནས་ཡོད་མ་རེད། སྟེང་དུ་ད་ལྟའི་གི་བཀའ་ཤག་གི་ཕྱག་ལས་གནང་སྟངས་དང། ཨ་ནི་ཅིག་ཁ་ལག་བོ་རེད། གྲོས་ཚོགས་ནང་ལོགས་ལ་ཨ་ནི་འགན་འཁྱི་སྟངས་དང་དེ་ཚོ་ཅིག་དམ་དགོང་ཅིག་མཐོང་མུ་འདུག་བརྩམས་པ་ལ་སོ་སོ་ཡིན་པ་ཡིན་ན་དངོས་གནས་སྐབས་དེ་དུས་ཡིན་པ་ཡིན་ནའི་ཆོས་རྒྱུད་ཀྱི་སྤྱི་འཐུས་ད་ད་མཁན་པོ་ཀ་ད་བསོད་ནམས་ལགས་ཀྱི་ད་ག་རང་གོ་རང་ནས་དཔེ་ཉན་པ་གསུངས་སོང་བ་ཐུགས་རྗེ་ཆེ་ཞུ་ཡ་ཡིན་དངོས་གནས་ཁོ་རང་དེ་སྔ། ཨ་ནེ་བུ་རྒྱལ་ཞི་མོལ་གྱི་ཚོགས་ཆུང་སྒོ་རྒྱ་བལ་དང། ཨ་ནེ་ཡི་བུ་རྒྱལ་ཞི་མོལ་གྱི་ཚོགས་ཆུང་ཚོགས་མི་གསར་བ་བསྐོ་བའི་སྐབས་ལ་བཀའ་བློན་ཅི་ཡང་མེད་ཅེས་ཁོ་རང་མི་གཅིག་གིས་བསྐོས་བཞག་རོགས། དེ་དུས་གང་ལ་བཀའ་ཤག་གིས་མཉམ་འཐུས་ཀྱི་འགན་ཡོད་ལས་འདི་བཅའ་ཁྲིམས་ནང་འཁོད་བཞག་འཁོད་ཡོད་པ་འདི་རྩིས་མེད་ཡིན་པ་ནས་ད་མདང་དགོང་དུ་བ་གཅིག་ལ་ཨ་ནེ་ཡི་ལན། གྲོས་ཚོགས་ནང་ལོགས་ལ་བཀའ་བློན་བྱེ་བྲག་པ་གཅིག་གིས་ལན་རྒྱག་དགོས་ཡོད་དུས་གང་ལ་ཨ་ནེ་འདི་འདྲས་ཅིག་གང་ལ་ཨ་ནེ། ཁོ་རང་ཚང་ཁ་རྒྱག་ནས་ལན་བརྒྱ་ཡས་འདི་ཚོ་བྲིས་ཏེ། ཨ་འདི་ཚོ་བྲིས་ཏེ། ཅིག་ག་ལ་བར་འགྲོ་སྟངས་ཀྱི་ཐོག་ནས། ཨ་ནི་ལྟ་འདོད་ཡིན་པ་ཡིན་ནི་རང་བཞིན་གྱི་ཅིག་ག་ལ་བར་དོགས་པ་སླེབས་དགོས་དང་སེམས་ཚབ་སླེབས་དགོས་ཏེ་རང་བཞིན་ཆགས་ཀྱི་ཡོད་ར། འདས་པའི་གི། ང་རང་ཚོ་གི། བཀའ་ཤག་གོང་མ་གི། ཕྱག་ལས་གནང་བའི་སྐབས་ལ་དེ་འདྲས། ཡོད་མ་ར། དེ་ཡིན་དུ་བཀའ་ཤག་གོང་མས་གི་གཅིག་ལྕོགས་ཕྱག་ལས་གནང་དེ་དེ། དེ་སྔ་ནི་ཕྱི་དྲིལ་སྒང་ལ་གཅིག་ལྕོགས་གི་ཕྱག་ལས་གནང་ཡོད་རེད། ཨ་ནི། ཤེས་རིག་སྒང་ལ་གཅིག་ལྕོགས་ཀྱི་ཕྱག་ལས་གནང་ཡོད་རུང་མ་གཏོགས་དཔལ་འབྱོར་སྒང་ལ་གནང་ཡོད་མ་རུང། དེ་ཡིན་དུས་བརྩམས་པ་ལ། དཔལ་འབྱོར་སྒང་ལ་བཀའ་བློན། སྲིད་སྐྱོང་དང་ཨ་ནི་དཔལ་འབྱོར་བཀའ་བློན་གཅིག་ལྕོགས་གནང་བ་ཡིན་ན་དེ་སྡེ་ཚན་ཚང་མ་ལ་ཁྱབ་བསྡད་ཀྱི་ཡོད་དུས། ཨ་ནི་སྡེ་ཚན་ཚང་མ་ལ་ཐེ་ཇུས་བྱས་ཡོད་རུང། དབང་ཆ་ཟིན་མེད་ཡོད་རུང། དེ་ཡིན་དུས་སྒང་ལ་ཐ་དད་ཀྱི་ང་རང་ཚོ་དོ་སྣང་བྱེད་དགོས་ཡོད་དེ་བཀའ་བློན་བདམས་པའི་སྐབས་ལ། བཀའ་བློན་ཞབས་བཀྱག་ག་བ་ག་བ་ལ་བདམས་ཀྱི་འདུག་ཨ་ནི་འདི་ནང་ལ་བཀའ་བློན་བདུན་ཆ་ཚང་བ་གདམ་ཐུབ་གི་འདུག་གདམ་མི་འདུག་གདམ་མ་ཐུབ་བས་ན་ཨ་ནི་ཁོ་རང་གི་ལྷག་མ་བཀའ་བློན་གང་བ་ལ་བཞག་གི་མི་འདུག་དཔལ་འབྱོར་བཀའ་བློན་འདི་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ད་དེ་དཔལ་འབྱོར་བཀའ་བློན་འདི་ཨ་ནི་ཁོ་རང་གིས་ཟིན་གི་འདུག་དང་ག་འདྲ་བྱེད་ཀྱི་འདུག་ཁོ་རང་གིས་ཟིན་པ་ཡིན་ན་ད་ལྟ་ངས་བཤད་བསྡད་པའི་དེ་ཉེན་ཁ་དེ་ཨ་ནི། མི་གཅིག་དབང་འཛིན་ལས་དེ་ད་ཆགས་འགྲོས་ཀྱི་ཉེན་ཁ་ཅིག་མཐོང་བསྡད་ཀྱི་འདུག་འདི་ག་རང་གིས་ད་ད་རིང་ཚང་མ་ལ་གཉིད་སད་བྱེད་དོ་ད། འདས་པའི་དགེ་འདེམས་དོན་སྲིད་སྐྱོང་གི་ཕྱག་ལས་གནང་སྟངས་རེད། དེ་ཚོ་ལ་ཅིག་བལྟ་ཡང་འདུག་བ་ལ། ཨ་ནི་སོ་སོ་གི་ཉེན་ཁ་ཞིག་མཐོང་བྱས། ད་ད་ལྟ་བཀའ་བློན་བདམས་མེད་འདུག་བ་ལ་ང་རང་ཚོ་ལ་མི་མེད་བ་ཡོང་མ་རང། བཀའ་བློན། མ་རང་ཡང་ཡོང་མ་རེད། ཡིན་པ་ཡིན་ནའི། ད་ག་ལ་བ་རེད་ཨུ་ཚུགས་རྒྱབ་ནི་རང། ད་ད་ལྟའི་གི་བཀའ་བློན་འོས་མི་གནང་ལོ་ལ་ཅིག་བྱས་ན། ད་ལྟའི་ཁ་ཚང། སྐུ་ངོ་དཀྲུག་རྡོ་རྗེ་ལ། ཁོ་རང་འགྲོ་བོ་བྱེད་ན་དེ་སྔ་བཀའ་བློན་བསྐོ་ཐུབ་ཡོང་མ་རེད་གྲོས་ཚོགས་ནང་ལོ་གཅིག་དུས་རིགས་གཅིག་གི་འདུག་བྱེད་ཁོ་རང་གི་འདས་དཔེ་གི་ད། སྤྱི་ཚོགས་འཐོར་ཞིག་འགྲོ་ཡས་གི་བཀའ་མོལ་གྱི་གསུང་བྱེད་འདི་ལ་ངོ་རྒོལ་གི་རྣམ་པ་ཐོག་ནས་ཨ་ནི་ཕལ་ཆེར་བཀའ་བློན་བདམས་ཐུབ་ཡོང་མ་རོ། ད་འདི་ཚོ་འགྲོ་བོ་བྱེད་ན་རང་ཅག་ཁྱི་ལས་བ་ཡིན་པ་ཡིན་ན། ཨ་འདི་ཚོ་དེ་སྤྱི་ཚོགས་འཁྲུག་ཡས་གི་དང་གྲོས་ཚོགས་ནང་ལ་བཀྲ་མ་ཤིས་བ་བཟོ་ཡས་གི་ཅིག་མ་གཏོགས་ཨ་ནི་འདི་གི་ཨ་ད་ལྟའི་གི་སྲིད་སྐྱོང་གི། ཨ་ནི། འདི་རང་ཅག་ཁྱི་བ་ཡིན་ན་སྤྱི་ཚོགས་འཆམ་མཐུན་བཟོས་ཡས་དང་ཨ་ནི་གྲོས་ཚོགས་འདི་བཀྲ་ཤིས་བ་བཟོས་ཡས་ཀྱི་དམིགས་ཡུལ་མེད་བ་འདི་གསལ་བོ་གསལ་རྐྱང་རེད་འདི་ཚོ་ལ་ང་ཚོ་དོ་སྣང་བྱེད་དགོས་རེད་ད་ད་ནས་ཀྱི་བཀའ་བློན་གྱི་མཚན་ཐོག་ལ་ཨ་ནི། ད་དུང་སྐུ་ངོ་དངོས་གྲུབ་རྡོ་རྗེ་ལ་བཀའ་བློན་མིང་འདོན་གནང་གི་འདུག་དང་མི་འདུག་ང་རང་ཚོ་དོ་སྣང་བྱེད་དགོས་རེད་ད་དེ་ཚོ་གལ་སྲིད་འདི་རང་ཅག་ཁྱི་ལས་བ་ཡིན་པ་ཡིན་ན་ཨ་ང་རང་ཚོ་འདེམས་ཐོན་སྲིད་སྐྱོང་གི་ཁ་ནས། མཐུན་སྒྲིལ་དགོས་རེད། གྲོས་ཚོགས་དེ་བཀྲ་ཤིས་པ་དགོས་རེད་ལའི་འདི་ཚོ་སྐྱག་རྫུན་སྐྱག་ནག་རེད། དེ་སྔ་ཁོ་རང་བཀའ་བློན་གྱི་མཚན་ཐོག་གྲོས་ཚོགས་ལ་ཕུལ་རྗེས། གྲོས་ཚོགས་ལ་ཚོགས་མ་ཐུབ་པའི་གནས་སྟངས་ཆགས་ཡོད་དུས་ད་ག་རང་ཨུ་ཚུགས་རྒྱག་དགོས་ཡོད་མ་རོ། དེ་ཡིན་དུས་བརྩམས་པ་ལ་ད་ད་ནི་ང་རང་ཚོ་འདེམས་ཐོན་སྲིད་སྐྱོང་གི་རྩ་དོན་གང་ལ་ཕྱག་ལས་གནང་གི་འདུག་ད་མི་འདུག་ང་ཚོ་ཕྱོགས་འདི་འདི་ལྟ་ཡག་ཡོད་རེད། དེའི་འདུག་ང་རང་ཚོ་ངེས་པར་དུ་མི་མང་ཚོ་གིས་ད་བཀའ་བློན་སུ་ལས་གི་འདུག་ཅིག་དོ་སྣང་བྱེད་རོགས་ཨ། དཔལ་འབྱོར་བཀའ་བློན་སུ་བསྐོ་གི་འདུག་དེ་ཚོ་ང་རང་ཚོ་དོ་སྣང་བྱེད་དགོས་དཔེ་གལ་ཆེན་པོ་རེད། དེ་མ་གཏོགས་ད་ལྟ་ང་རང་ཚོ་ག་རེ་བྱེད་ཀྱི་ཡོད་རེད་དགོས་ལ་དེ་གཉིས་མཛད་གཙོ་རྣམ་པ་ཚོ་གི་ཁ་ནས་ཁྲིམས་བཤད། ཁྲིམས་སྒྲིག་གཞི་གལ་ཆེན་པོ་ཡིན་པ། ཁྲིམས་སྒྲིག་གཞི་ལ་བརྩི་བཀུར་བྱེད་དགོས་ཀྱི་ཡོད། གྲོས་ཚོགས་ལ་བརྩི་བཀུར་བྱེད་དགོས་ཀྱི་ཡོད། གྲོས་ཚོགས་ལ་ཆེ་མཐོང་བྱེད་ཀྱི་ཡོད་མཐོང་མཐོང་ཤིག་གི་ཡོད་དེ་དོན་ལ་གྲོས་ཆོད་ཨང་གསུམ་སོ་དགུ་ལག་པ་ཆ་མ་འཆང་དེ་དེར་བལྟ། གྲོས་ཚོགས་ནས་བཞག་བཞག་པའི་གྲོས་ཆོད་དེ་ལ་ལག་པ་མ་འཆང་ཞིག་དེ་དེར་བལྟ། གྲོས་ཚོགས་ནས་པི་ཞག་རྒྱོགས་ཀྱི་ཁྲིམས་ཞིབ་པ་ཞིག་ལ་གླ་རྒྱ་དྲན་དེ་དེར་དམ་བཅའ་ཕུལ་དེ་དེར་བལྟ། དེ་ཚོ་དེ་ཁ་དང་དོན་གཉིས་ཚུགས་མིན་དང་ལག་ལེན་གཉིས། དེ་ཡིན་དུ་འདི་ཚོ་ང་ཚོ་གཉིད་ཐེག་གོ་གོའི་གལ་ཆེན་པོ་མཐོང་གི་འདུག། གནས་སྟངས་འདི་འདྲ་ཅིག་གི་ཐོག་ནས་ད་ང་རང་ཚོ་སྒྲིག་འཛུགས་འདི་ག་འདྲས་ཆགས་ས་རེད། ད་ལྟའི་འདེམས་ཐོན་སྲིད་སྐྱོང་གིས་ད་ཟླ་བ་བཅུ་ལོ་གཅིག་ནང་ལོགས་ལ་ཕྱག་ལས་ག་འདྲས་གནང་སོང་ད་ང་རང་ཚོ་མཐོང་མཐོང་བར་རོ། ཉིས་སྟོང་བཅུ་གཅིག་ལོ་ལ་དཔེ་མཚོན་བཞེས་བ་ཡིན་ན། ཉིས་སྟོང་བཅུ་གཅིག་ལོ་ལ་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་སྲིད་སྐྱོང་གླ་བའི་སྐབས་ལ་ང་འོ་ཞོ་བླུགས་མེད་དང། ཉིས་སྟོང་བཅུ་གཅིག་ལ་སྲིད་སྐྱོང་བློ་བཟང་སེང་གེ་འོ་ཞོ་བླུགས་མེད། ག་བྱེད་ལུགས་མེད་ལ་སྐབས་དེ་དུས་ཁོ་རང་ལ་ཉམས་མྱོང་ཡོད་མ་རེད། ང་རང་ཚོ་གི་འཐབ་རྩོད་འདི་ག་ལ་འཐུས་ཤོར་གྱིས་ལོ་ལྔ་འཐུས་ཤོར་གྱིས་ཕྱིན་པ་ཡིན་ན་འདིས་གུན་གསབ་བྱས་ལ་ལོ་ལྔ་ཕྱིན་ལོ་བཅུ་གྱོང་རག་ཡོད་རེད་འཐབ་རྩོད་ལ། བསམ་བློ་འདི་སྐད་བྱས་ཉིས་སྟོང་བཅུ་གཅིག་ལ་སྲིད་སྐྱོང་བློ་བཟང་སེང་གེ་འོ་ཤོར་ལུགས་མེད། རྟ་དེ་བས། སྲིད་སྐྱོང་བློ་བཟང་སེང་གེ་གི་མི་གསར་བ་དེང་དུས་ཀྱི་ཤེས་ཡོན་ཡོད་རེད་འཇོན་ཐང་ཡོད་རེད་དེ་ཡིན་པ་ཡིན་ནས་ཁོ་རང་ཕལ་བ་ཡིན་པ་ཡིན་ན་ང་རང་ཚོ་གི་སྤྱི་ཚོགས་ལ་ད་ལྟའི་གི་བོད་མིའི་སྒྲིག་འཛུགས་དེ་མུ་མཐུད་དེ་འཇམ་པོ་ཆེ་འགྲོ་ཐུབ་ས་རེད་དམ་མ་རེད་ཅེས་པ་བཅས་འདས་ཏེ་ཧང་སང་ཡག་པོ་གནང་སོང། ད་ད་ལྟ་ང་རང་ཚོ་གི་འདེམས་བསྟུན་སྲིད་སྐྱོང་སྤེན་པ་ཚེ་རིང་འབྲོག་འཇིམ་ལ་ལོ་ཉི་ཤུ་ཉམས་མྱོང་ཡོད་གསུང་གི་རེད། དངོས་གནས་ཁོ་རང་བོད་མིའི་སྒྲིག་འཛུགས་ནང་ལོ་ཉི་ཤུ་ཉམས་མྱོང་ཡོད་གསུང་གི་ཡོད་དེ་ཡིན་པ་ཡིན་ནའི་ཁོ་རང་ཡར་འཕེལ་བ་དང་དབྱངས་རྐྱང་རྐྱང་རེད། ཁོ་རང་གསུང་གི་འདུག་ཉིད་ཀྱི་དབྱངས་མཐོང་གི་འདུག། དབྱང་མཐོང་རྗེས་ད་མང་པོ་ཞིག་སྒོ་རྒྱག་གི་འདུག་གནས་སྟངས་འདི་འདྲའི་ཆགས་ཀྱི་ཡོད་ད། ཉམས་མྱོང་ཁྱོན་ནས་མེད་ཅེས་ཉིས་སྟོང་བཅུ་གཅིག་ལ་ང་རང་ཚོ་གི་སྲིད་སྐྱོང་ཟུར་པ་ཕེབས་དུས་བརྩམས་པ་ལ། དབྱང་མཐོང་མི་འདུག་དྭངས་མཐོང་མི་འདུག་ཡིན་པ་ཡིན་ནས་འདུག་འགྲོ་བཅས་མཐའ་མ་དེ་ལ་ང་རང་ཚོ་སྒྲིག་འཛུགས་དེ་ག་འདྲས་བཟོས་ཏེ་ང་རང་ཚོ་མི་མང་ཚོ་ཁེངས་སྐོར་དངོས་གནས་གོ་རང། ད་ལྟ་བར་དུ་ང་རང་ཚོ་གི་བཙན་བྱོལ་གྱི་ལོ་རྒྱུས་ནང་ལོགས་ལ། མི་མང་ལ་བུད་མེད་སྒྲིག་འཛུགས་ཀྱི་བུ་ལོན་གཡར་རྗེས་ཚོང་རྒྱག་སྐབས་མ་རྩ་བཙལ་བ་དང་བྱུང་མྱོང་ཡོད་རེད་སུའི་སྐབས་ལ་བྱུང། དེ་ཚོ་དེ་དཔེ་གལ་ཆེན་པོ་རང་བཙོང། ཕྱག་ལས་གནང་བ་དེ་ལ་དེ་ཚོ་གིས་ཕྱག་ལས་གནང་བ་དེ་བཀའ་དྲིན་ཆེན་པོ་རེད་ཡིན་པ་ཡིན་ནས་དམིགས་སུ་བཀར་ནས་བོད་སྤྱི་བ་དང་མི་མང་ལ་སེམས་རྩེ་གཅིག་ཏུ་བསམ་བློ་བཏང་རྗེས་སྔོན་ནས་ཕྱག་ལས་གནང་མཁན་དེ་ཚོ་ང་ཚོ་བསྔགས་བརྗོད་དང་རྗེས་སུ་ཡི་རང་བྱེད་དགོས་རེད་ད་དེ་ཚོ

སྲིད་ཟུར་བློ་བཟང་སེང་གེ་ཐུགས་རྗེ་བཀའ་དྲིན་རེད་འདི་ང་རྐང་བཙུགས་ནས་ཤེས་འདོད་བྱུང་ད་ད་རིས་ཁ་ཚང་ང་རང་ཚོ་སྤྱི་ཚོགས་ལ་ག་རེ་བོད་སྤྱི་བ་ལ་བསམ་བློ་བཏང་རྗེས་ལྷག་བསམ་རྣམ་དག་ལས་ཀ་བྱེད་མཁན་འདི་ང་རང་ཚོ་སྤྱི་ཚོགས་ནང་ལ་ཅིག་གཞི་མེད་སྐྱོན་བརྗོད་རྐྱང་རྐྱང་བྱེད་ནག་པོ་བཟོས་གི་ཐབས་ཤེས་བཏང་གི་ཡོད་འདུག་གང་ལྟར་འདི་ཚོ་གི་བྱས་རྗེས་འདི་ཚོ་སྟོན་དགོས་ཀུ་འདུག་འདི་ཚོས་མ་བསྟེན་པ་ཡིན་ན་མི་མང་གི་དོ་སྣང་མ་སྤྲིན་ཚོར་ཐུབ་ཀུ་མེད་འདུག། དེ་ཡིན་དུ་བརྩམས་པ་ལ་ད་ལྟའི་གི་འདེམས་བསྡུའི་སྲིད་སྐྱོང་གིས་པ་ནི་མི་དམངས་ལ་བུ་ལོན་གཡར་ཡས་དེ་རང་ཅག་དེ་གི་རེད་གསུངས་བསྡད་དེ། ང་རང་ཚོ་སྲིད་ཟུར་གི་བཀའ་དྲིན་རེད། ཁོང་གི་སྐུ་ལུན་བསྐྱལ་བྱས་ཁོང་གི་ཕྱག་བཞེས་འགྲིག་བྱས། ཁོང་གི་ཐང་བཟོས་མགྱོགས་དེ་རེད། དེ་ང་རང་ཚོ་མི་དམངས་གི་ཐང་དེ་ཚོ་མཐོང་གོ་དགོས། དེ་ཡིན་དུ་ག་ལ་ད་ལྟའི་གི་སྲིད་ཟུར་ལ་ཞིའུ་ཅི་ཤེས་མཁན་ཡོད་ར་བ་འདས་པའི་ལོ་བཅུ་ནང་ལ་ག་ཚོད་འཚེ་མེད་ཞུས། དངོས་གནས་ཁོ་རང། ཧང་སང་ཡེ་རོ། ད་འདི་ཚོ་གི་འདི་ནང་ལ་བུ་ལོན་གཡར་གིན་ཡོད་ཀྱིར་དང། བུ་མེད་དྲུག་ཚོ་ལ་འབུམ་གཉིས་གསུམ་བུ་ལོན་ཡིན་ལེན་རོ། ཡིན་པ་ཡིན་ཏེ། ཤེས་ཡས་དེ་རོ་སྲིད་ཟུར་གི་སྒྲིག་མི་འདུག་ལ་ཤེས་མཁན་ལས་རྒྱུ་འབྲས་མ་འཛིན་གིན་དེ་འདྲ་གྱ་ཆ་གྱ་ཡོར། འདི་ཚོ་ད་ཧང་སང་ཡེ་ཐབས་སྐྱོ་རོ། དེ་ཡིན་དུ་ད་ད་ལྟ་ང་རང་ཚོ་གི་འདེམས་ཐོན་སྲིད་སྐྱོང་ལོ་གཅིག་གི་ནང་ལོགས་ལ་ཨ་ནི་ཁོ་རང་གིས་ཞིབ་འཇུག་གནང་བསྡད་ཀྱི་ཡོད་གསུང་གི་ཡོད་རེད། ཡག་པོ་རེད་དངོས་གནས་བོར་ཞིབ་འཇུག་གནང་དགོས་གལ་ཆེན་པོ་རེད་རོ། ཡིན་པ་ཡིན་ནའི་སོ་སོ་གི་སྡུག་ས་ལྟ་བ་འདུག་ཙམ་པ་ལ་ཞིབ་འཇུག་འདི། ཞིབ་འཇུག་འདི་གི་དམིགས་ཡུལ་དང་རྒྱབ་ལྗོངས་འདི་ག་འདྲའི་སྒྲ་ཅན་ཡིན་ན་བསམ་ནས་དོགས་པ་ཏིས་ཏིས་ཡོང་གི་འདུག། ཡིན་པ་ཡིན་ན་ད་འདི་ཚོ་ཚང་མ་ལབ་བཞག་པ་ཡིན་ན་ང་རང་དོགས་པ་རང་རེད། ཡིན་ནའི་སྤྱི་ཚོགས་ལ་འཁྲུག་ཐེབས་སྲིད་པ་རེད་ཡིན་ནའི་གནས་སྐབས་ལབ་གི་མིན། ཡིན་པ་ཡིན་ནའི་ད་ལྟའི་གི་དཔལ་འབྱོར་བཀའ་བློན་ལ། ཨ་ནི་འདེམས་མཐུན་སྲིད་སྐྱོང་དང་དཔལ་འབྱོར་བཀའ་བློན་ཁོ་རང་གཅིག་ལྕོགས་གནང་བ་ཡིན་པ་ཡིན་ན། ཨ་ནི་ཉི་མ་ད་རིང་ནི་མིག་དེ་ཕྱིར་གདང་གི་ཡིན་ཞུས་ཡ་ཡིན། མི་མང་གཙོའི་ནས་མིག་ཕྱིར་གདང་དགོས་དེ་དཔེ་གལ་ཆེན་པོ་རེད། ང་རང་ཚོ་གི་སྒྲིག་འཛུགས་དེ་གང་ཟག་གི་དབང་རྒྱུད་ལ་མ་འགྲོས་ཏེ་ཁྲིམས་ཀྱི་དབང་རྒྱུད་ག་ལ་འགྲོ་དགོས་མཁན་གོང་ས་མཆོག་གི་ཐུགས་རེ་གཞི་བཟུང་འགྲོ་དགོས་མཁན་ན། མི་གཅིག་དབང་འཛིན་དེ་ལམ་ལུགས་དེ་ང་ཚོ་ཧུང་ཁྱོ་གུ་མ་རེད་ང་རང་ཚོ་གི་འཐབ་རྩོད་ལ། དེ་འདུག་ཁ་ཚ་གྲོས་ཚོགས་ནང་ལོགས་ལ་ད་ལྟ Australia སྤྱི་འཐུས་ཀྱི་གསུངས་སོང་ཁོ་རང་གྲོས་ཚོགས་འཛམ་གླིང་ནང་གྲོས་ཚོགས་མང་པོ་ཞུ་ཅིག་ལྟ་གི་ཡོད། གྲོས་ཚོགས་མང་པོ་ཞུ་ལྟ་གི་ཡོད་ཨང་གྲོས་ཚོགས་ནང་ནས་ད་ལྟ་བར་དུ་གྲོས་ཚོགས་བཞི་འཇམ་ཤོག་ཨང་དང་པོ་དེ་རྒྱ་མི་རེད་ཨང་གཉིས་པ་དེ North Korea རེད་ཨང་གསུམ་པ་དེ་ང་ཚོ་རེད་ལར་བ། ཅིག་གསོལ་སེམས་ནི་དངོས་གནས་ཁོ་རང་གྲོགས་འདྲ་ཅིག་མཐོང་མཁན་གྲོགས་བྱས་ཟ་ད་ད་ལྟའི་གནས་སྟངས་ལྟར་བ། འདི་གི་སྐད་ཁོའི་སྐད་ཆ་དེ་ལ། ཁོ་རང་གིས་ད། ལགས་སོ་ནམ་ཟླ་བཞི་གི་འོད་དེ་ད་འགྲོ་སྟངས་འདི་ག་རེད་ལགས་ཡས་དེ་བང་རིམ་ལ་བལྟ་བ་ཡིན་ན་ད་གང་ཆེ། མི་གཅིག་དབང་འཛིན་གསུམ་པ་རེད་རེད་གདོང་གཏོགས་འགྲོ་ཅེས་གོ་བ་ལེན་མ་སྲིད་ཡང་མ་རོགས་ལེན་ཆོག་ས་རོགས་གང་ཆེ། ད་ང་ཚོ། ད་ལྟའི། འདེམས་ཐོན་སྲིད་སྐྱོང་སྤེན་པ་ཚེ་རིང་ལྷས་ནི་ཆེད་སྒྲིག་ཚོགས་སྐོར། ཁྲིམས་དང་མ་མཐུན་པ་ཆག་ས་རོགས་ད། གྲོས་ཚོགས་ནས་པི་ཞག་མཆོད་ཅིག་ནི་དམ་འབུལ་ཞུ་གི་ཡོད་རེད། ཨ་ནི་སྲིད་ཇུས་ཀྱི་ཐོག་ལ། ཨ་ནི། འདེམས་སྡོད་སྲིད་སྐྱོང་ཁོ་རང་གཅིག་པོས་གས་ཐག་གཅོད་གནང་གི་ཡོད་རེད། སྤྱི་འཐུས་མེད་བ་ཡིན་ནས་བར་བརྒལ་བཀའ་འཁྲོལ་ཞུས་ནས་འགྲོ་གི་ཡོད་རེད། ཨ་ནི། ད་བཅར་འདྲི་ལག་དེབ་ཀྱི་གནས་སྟངས་དང་དེ་སྔ། བཅར་འདྲི་ལག་དེབ་ག་ལ་བཤད་བ་ཡིན་པ་ན། དེ་སྔ་ཡིན་པ་ཡིན་ན། བཅར་འདྲི་ལག་དེབ་ས་གནས་ལ་ཨ་ཡིག་ང་དངུལ་སྤྲད་ཐུབ་ས་མ་རེད་དཀའ་ངལ་འདུག་ལབ་བ་ཡིན་པ་ཡིན་ན། ཆག་ཡང་དང་ཡང་ལ་བཀའ་འཁྲོལ་དེ་སྤྱི་འཐུས་ནས་བཀའ་འཁྲོལ་ཞུ།

ད། འདེམས་ཐོན་སྲིད་སྐྱོང་གིས་ཟིན་འཕེལ་གྱི་སྒྲིག་འཛུགས་འདི་ད་ཕྱོགས་ག་བ་ལ་འགྲོ་གི་ཡོད་མེད་དེ་ཐེ་ཚོམ་ཟ་དགོས་དང་དོགས་པ་ཟ་དགོས་རང་བཞིན་ཆགས་ཡོང་གི་འདུག་རུང་གི་འདུག་འདི་འདྲིས་ཀྱི་གནས་སྟངས་འགྲོ་བ་ཅིག་ད་བཅའ་སྒྲིལ་ལ་འདེད་འགྲོ་བས་ན་གནས་སྟངས་འདི་འདྲིས་ཆགས་ཡོང་དུས་ཙམ་པ་ལ། དེ་སྔ་བཀའ་གྲོས་གྲོས་ཚོགས་ནས་ཞུ་དགོས་ཅིག་ཨ་ད་ད། ཞུ་མོ་དགོས་ཅིག་ད་ཁོ་རང་གིས་ཐག་གཅོད་བྱེད་ཡས་འདི་འདྲིས་ཀྱི། བཅའ་སྡོད་ལག་དེབ་ཀྱི་དེབ་སྐོར་ལ་ལོ་ལྔ་རྗེས་ནས་ཕྱིར་བསྡུ་བྱས་ཀྱིས་ཐག་གཅོད་འདི་འདྲའི་བྱེད་འདུག་དཔེར་ན། དེ་ཚོ་འདྲ་དཔེ་ཞེད་སྣང་ཚ་བོ་རོགས་དང། དེ་འདུག་ཙམ་པ་ང་རང་ཚོ་ཚང་མིག་གིས། མི་མང་ཚང་མ་དང་གྱིན་ཡོད་རེད་སྒྲིག་འཛུགས་འདི། མི་མང་གིས་སྒྲིག་འཛུགས་ཅིག་ཆགས་ཀྱི་ཡོད་རོགས། མི་མང་མེད་ན་བྱེད་ཡ་གས་ཡོད་མ་རེད། གོ་དེ་ཡིན། དེ་འདུག་མི་མང་ཚོ་གིས་གྱིན་འཁྱིལ་བའི་ཐོག་ནས། དེ་ཚོས་དོ་སྣང་བྱེད་པའི་ཐོག་ནས། ང་རང་ཚོ་གིས་བཙན་བྱོལ་སྒྲིག་འཛུགས་འདི། ད་ཕྱོགས་ག་བ་ལ་འགྲོ་གི་འདུག་ཟེར་ནས། དངོས་གནས་བར་དོ་སྣང་སྤྲེལ་གྱི་དུས་ཚོད་སླེ་བཞག། དེང་དུས་སོ་སོ་ཡིན་པ་ནས་སྐད་ཆ་བཤད་དུས་མཚོ་སྔོན་ནས། ཚགས་ཚགས་ན་ཚགས་ཚགས་བ་རེད། མ་ཚགས་སྔས་ལ་ཤེས་བ་ཡིན་ན་ཐག། རྒན་ཡོད་མཁན་ཚོ་གིས་རྐུབ་བཀྱག་ཡོད་མཁན་ཚོ་གིས། ཨ་འདི་འདྲས་གསུང་ཡས་ལ། གསུང་ཐུབ་ན་དེ་ང་རང་ཚོ་སྒྲིག་འཛུགས་སྲུང་སྐྱོབ་ལ་འདི་འདྲས་འགྲོ་གི་རེད། དེ་འདྲས་ཀྱིས་མ་བྱེད་པ་ཡིན་པ་ཡིན་ན་ཨ་ནི་གོ་མེད་ཚོ་མེད་དུ་འདྲ་ཨ་ནི་ཚང་མ། གཏོར་བཤིག་བཏང་ཚར་དུས་ཙམ་པ་ལ། ཨ་ནི། དཔེ་ན་ཆ་ཆར་དཔེ་མཚོན་དུ་སུ་དུ་ཞུ་བས་ན། དེ་སྔ་ང་རང་ཚོ་གི་བོད་མི་སྒྲིག་འཛུགས་ཀྱི་ད་ཁ་ལོ་རེད། ཚོང་ཁང་དེ་ཚོ་མང་པོ་ཅིག་སྒོ་རྒྱག་ཡོད་རོགས། དེ་ཚོའི་སྐབས་ལ་ཨ་ནི་སྒོ་རྒྱག་ན་འགྲིག་གི་མེད་ལ་ནི་མང་པོ་ཅིག་ཤེས་བ་ཡིན་པ་ཡིན་ན་སྒོ་ཐེབས་ཀྱི་ཡོད་མ་རོ། ཐེབས་ཐུབ་ཀྱི་མ་རོ། ཨ་ནི་དེ་དུས་སྐོར་ལ་ཨ་ནི་སྒོ་རྒྱག་ན། འཇམ་ཏིང་ཏིང་རོ་བསྡད་རོགས། ད་ད་ལྟ་མང་པོ་ཅིག་ཚོར་གི་ཡོད་རོགས། ཨ་དེ་སྔ་དེ་སྒོ་རྒྱག་ནས་འགྲིག་མི་འདུག་ད་ད་ལྟ་འཇིག་གི་འདུག་ལ་ཡ་དེ་ད་ཕྱི་ཚར་རེད། བྱིས་ལུས་ཐེབས་ཚར་སོ། དེ་ཡིན་དུ་ང་ཚོ་གི་སྐད་ཆ་དེ་ཚོ་བྱིས་ལུས་མ་ཐེབས་ག་ནས་བཤད་དགོས་སྐོར་དང། བོད། བོད་མིའི་སྒྲིག་འཛུགས་དང་བོད་སྤྱི་བ་ལ་བསམ་ནས་རང་བཤད་ཀི་ཡོད་ན་ག་རེ་བཤད་ཡོད་ནས་བཤད་དགོས་སྐོར་དང། དེ་དེ་བཤད་ནི། གནོད་ཡ་གས་ཡོད་མ་རེད། སྤྱི་བ་ལ་བཤད་ཀི་ཡོད་མ་རེད་གང་ཟག་སྒེར་ལ་བཤད་ཀི་ཡོད་མ་རེད། འདེམས་ཐོན་སྲིད་སྐྱོང་འདྲ་བོ་ཅིག་ཡིན་པ་ཡིན་ན། དེ་སྔ་དུས་མཆོད་ཕུལ་ཟེར་བའི་ཆེད་ལ་ཚིག་གཅིག་ཤེས་ཀྱི་མེད་པ་གང་ཟེར། ད་ད་ལྟ་རྐུབ་བཀྱག་དེ་ཡིན། འདེམས་ཐོན་སྲིད་སྐྱོང་ཡིན་པ་ཡིན་དུས་སྲིད་སྐྱོང་གི་མིང་ཅིག་ཡོད་བའི་ཆ་ནས་ང་ཚོ་ལ་ཤེས་ཡས་ཐོབ་ཐང་ཡང་དེ་ཐོབ་ཐང་ཡོད་བའི་ཆ་ནས་ང་རང་ཚོ་ཡིན་དུས་ཡིན་ནས་བོད་པ་ཅན་པའི་ཆ་ནས་འགན་ཡོད་རེད་ལ་ཁོ་རང་ཚོ་ཡིན་པ་ཡིན་ནས་ད་འགོ་ཁྲིད་ཅན་པའི་ཆ་ནས་མི་མང་གི་ཤེས་རྒྱུ་དེ་ཚོ་ངེད་ཀྱི་ལས་འགན་ཆགས་ཀྱི་ཡོད་རེད། དེ་འདྲས་ངས་མ་ཐུག་བ་ཡིན་པ་ཡིན་ན་མི་མང་གི་མགོ་ཁྲིད་དུས་ནམ་ཡང་ཆགས་ཐུབ་ཡ་ཡོད་མ་རེད། དེ་ཡིན་དུས་གང་ན་ང་རང་ཚོ་ཚང་མས་ཀྱི། ད་ལྟ་ད་རིང་ང་དམིགས་བསལ་སླད་ནས་བཤད་ཡས་དེ་ད་མདང་དགོང་གི་གྲོས་ཚོགས་སྟེང་འོང་དུས་ཙམ་པ་ལ་བཀའ་ཤག་གི་ནང་ལོགས་ལ་ཨ་ནི་གྲོས་ཚོགས་ལ་ལན་འདེབས་གནང་སྟངས་དེ་ཚོ་མཐོང་ར་དེ་སེམས་འཚབ་བྱུང་སོང། ཨ་གཉིས་བ་དེ་གཅིག་གཟིགས་ད་ད། གྲོས་ཚོགས་ནང་ལ་དབང་ཆ་ཆེ་ཤོས་དེ་སྤྱི་འཐུས་ཚོགས་གཙོ་ཆགས་ཀྱི་ཡོད་རེད། གྲོས་ཚོགས་ནང་གི་འགྲོ་སྟངས་ལས་སྟངས་འགྲིག་དང་མ་འགྲིག་དེ་གི་འགྲེལ་བཤད་རྒྱབ་མཁན་དེ་སྤྱི་འཐུས་ཚོགས་གཙོའི་རོགས་ཡིན་པ་ཡིན་ནས། ལེབ་མདུན་སྲིད་སྐྱོང་ག་ཚོད་ཚང་ཁ་རྒྱག་འོས་འདུག་ལས་རིམ་གནང་བྱ་སྟོན་སྟངས་འགྲིག་གི་མི་འདུག་ཅིག་མི་འདུག་གཉིས་འདི་སྐོར་དྲི་བ་དངོས་མ་རེད་གོ། ལས་རིམ་གནང་སྟངས་འགྲིག་མི་འདུག་ལྟ་མཁན་དེ་ཚོགས་གཙོ་རེད། ཁོ་རང། ལེབ་མདུན་སྲིད་སྐྱོང། སྲིད་སྐྱོང་ཆགས་པ་དང། ཁོ་རང་གི་ཁར་ཆོས་སུ་དམངས་གཙོ་ཀ་བ་གསུམ་ནི་གོ་རིམ་བང་འགྲིག་ཨིསི་ལིམ་སྲུང་མཁན་ཁོ་རང་ར་ད་རྐུབ་བཀྱག་སྟེ་གལ་ཆེན་པོ་ཞིག་བརྩི་གི་འདུག་གོ་རིམ་ལས་བརྩི་བ་ཡིན་ན་ཆེ་ཤོས་དེ་ཕྱི་སྡོད་ཁྲིམས་ཞིབ་ཁང་རེད། དེ་རྗེས་ལ་ཁྲིམས་བཟོ་ལྷན་ཁང་ཆགས་ཀྱི་ཡོད་རེད། ཨ་ནི། རྐུབ་བཀྱག་གི་གོ་རིམ་མཐའ་མ་དེ་འཛིན་སྐྱོང་ཆགས་ཀྱི་ཡོད་རེད། སྲུང་མཁན་ཁོ་རང་རེད། གྲོས་ཚོགས་ནང་ལོགས་ལ། མཐོ་ཤོས་དེ། སྤྱི་འཐུས་ཚོགས་གཙོ་ཆགས་ཀྱི་ཡོད་རེད། སྤྱི་འཐུས་ཚོགས་གཙོ་གི་འགན་ཡོད་དེ་གྲོས་ཚོགས་སྟངས་འཛིན་བྱེད་ཁོ་རེད། ཡིན་པ་ཡིན་ནའི་གྲོས་ཚོགས་ལས་ད་གཟིགས་དང། ཁྲིམས་སྒྲིག་གཞི་དང་སྒྲིག་མ་སྒྲིག་ག་ལ་སྟངས་འཛིན་བྱེད་རོགས་བྱེད་རོགས་བྱེད་འོང་གི་འདུག། ང་ཚོ་མཐོང་གི་ཡོད་རོགས། ལས་རིམ་ནང་ཆོས་སྐྱོང་དང་སྒྲིག་བཟུང་མ་བཟུང་ག་ལ་ཞུ་གསུང་གི་འདུག། དེ་ཡིན་དུ་འདི་ཚོ་གྲས་འདི་ཚོ་གི་ག་རེར་བསྐྱངས་ཡོང་དགོས་རེད་ད། དེ་ཡིན་དུ་སོ་སོ་ཡིན་པ་ཡིན་ན། ང་རང་ཚོ་གི་སྒྲིག་འཛུགས་དམངས་གཙོ་ཡང་དག་པ་ཁྲིམས་ཀྱི་དབང་སྒྱུར་སྒང་ལ་གོང་ས་མཆོག་གི་གསུང་དེའི་དེ་གང་ཟག་གི་དབང་སྒྱུར་སྒང་ལ་སྒྲོན་ཡས་དེའི་སྒང་ལ་ཉེན་ཁ་ཞིག་མཐོང་ཡོང་དགོས་འདུག་བསྐྱངས་སྟངས་ལ་ལྟ་ཡོང་དུ། ཨཱ་ད་འདོད་ཡིན་པ་ཡིན་ནས་སྤོབས་པ་ཐོང་པོ་སྒང་ནས་བཀའ་མོལ་ག་རེ་གསུང་སོང་ཞུས་བ་ཡིན་ན། གལ་སྲིད། འཛིན་སྐྱོང་བཀའ་ཤག་གི་ཁྲིམས་སྒྲིག་གཞི་དེ་དགེ་བའི་ལས་ཀ་བྱེད་ཀྱི་ཡོད་བ་ཡིན་ན། ཇི་དེ་ཡང་རེད། དེ་སྔ་ཐེངས་མ་གཉིས་ཕྱི་ཚ་བར། བཀའ་བློན་ཁྱོད་ནི་མེས་བའི་སྒང་ལ་ཐག་གཅོད་བྱས་ཏེ་ཁྲིམས་སྒྲིག་གཞི་ལས་བརྒལ་གྱི་ཡོད། མདང་དགོང་ར་ཁོ་རང་གིས་གསུངས་སོང་བཀའ་ཤག་གིས་མཉམ་འཐུས་ཀྱི་འགན་རེད་ཟེར། མཉམ་འཐུས་བཀའ་བློན་སུ་གཅིག་མེད་རེད་ཐག་གཅོད་ཅི་རེད། སྐབས་དེ་དུས་ཁྲིམས་ཞིབ་པ་གཉིས་ཤོར་དེར། ཁྲིམས་འགལ་གྱིས་ཁྲིམས་ཞིབ་པ་དེ་ཚོ། གཉིས་ཤོར་དེར་ད། དེ་སྔ་བར་བརྒལ་སྤྱི་འཐུས་སུ་གཅིག་མེད་དུས་བར་བརྒལ་བཀའ་དྲུང་ཞོལ་དེ་ཚོ་ཁྲིམས་འགལ་རེད། ཁྲིམས་ཞིབ་པ་གཉིས་ཤོར་དུས། ད་ལྟ་མགོ་རྡིང་ཚོགས་ཐུབ་པའི་སྐོར་གལ་སྲིད་ཁྲིམས་སྒྲིག་གཞི་དེ་འགེལ་དགོས་ཡོད་ན། ཁྲིམས་གཞི་གང་ཡོད་རེད་གསུང་གི་འདུག་དེ་ཚོ་ཀ་མེད་དུ་གསུང་འདུག་ག་ལ་ཞེ་སྣང་སྐྱེས། ཁྲིམས་འགལ་གྱི་ཁྲིམས་ཞིབ་པ་གཅིག་ལ་དམ་འབུལ་ཞུས་རྗེས་ད་ནང་ལོགས་ལ་ས་འོག་དར་ཐག་འདི་ཀྱི། ཡིན་པ་དེ་དོན་འོང་གིན་རོགས་གྱིས། ང་འགྲོ་བ་ཡིན་ན་དེ་འདྲའི་བཤད་ཐུབ་ས་མ་རེད། སོ་སོ་གི་ཁྲིམས་ཀྱི་དགེ་བའི་ལས་ཀ་བདག་གམ་བྱས་ནས། ཁྲིམས་འགལ་ཐོག་ནས་དམ་བཅའ་ཕུལ། དེ་འདྲས་བྱས་ཙང་ད་འདོད་ད་ཁྲིམས་ཁང་ལ་ཁྲིམས་ཞིབ་ཁང་ཡོད་ར་ད་ཟེར། ཁྲིམས་ཞིབ་ཁང་ཡོད་བ་ནང་བཞིན་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་ཨང་གསུམ་སོ་དགུ་བཞག་ཚར་བའི་རྗེས་ལ།

དེ། བྲོ་ཚ་བ་གཅིག། ཟླ་བ་གཉིས་ཀྱི་ཁྲིམས་དང་གང་ཡང་མ་མཐུན་ནས་ཡར་སླེ་རྒྱུ་དེ་ལ་ད་དམ་བཅའ་ཕུལ་དུས་ཙམ་པར་ཁྲིམས་རྒྱལ་རོགས་དེ་ཚོ། དེ་ཡིན་དུས་ཙམ་པར་ལ་ང་རོ་ཚང་མིག་གིས། དེ་ཚོ་ཚང་མ་ཁེངས་པའི་ཐོག་ནས། དངོས་གནས་ཁོ་རང། འཛིན་སྐྱོང་བཀའ་ཤག་གི་ཕྱག་ལས་གནང་སྟངས་དེ་ཚོ་ལ་ང་ཚོ་དོ་སྣང་སྤྲད་དགོས་ཡ་དེ་དཔེ་གལ་ཆེན་པོ་རེད་འདུག། འོ་དེ་ཞོའི་ཡིན་དེ་ཡིན་དུས་ཙམ་པར་ལ་ད་སོ་སོ་འགྲོ་ཅེས་པ་ནི། གྲོས་ཚོགས་ནང་ལྷོད་བའི་སྤྱི་འཐུས་རྣམ་པ་ཚོ་ལ་ད་རེས་འབུལ་རྒྱུ་ལམ་འདི་བརྒྱུད་ནས་འབུལ་དགོས་ག་རེ་ཞུ་ཡ་ཟེར་ན། ཁྲིམས་ཞིབ་པ་རྣམ་པ་གཉིས་ཀྱིས་ཨ་ནི་དངུལ་རྩིས་ཀྱི་ཐོག་ལ་ཨ་ནི་ལོ་འཁོར་དངུལ་རྩིས་ཀྱི་འདི་ཨ་ནི་ངེས་པར་དུ་བཀག་རོགས་གནང་ཟེར་འདི་འབུལ་དགོས་ཞུ་ཡ་ཡིན། གྲོས་ཚོགས་ཀྱིས་བཞག་བཞག་བའི་གྲོས་ཆོད་འདི་གནད་བསྡུས་ཀྱི་ཡོད་རེད་ཁོ་རང་ཚོ་ཕུ་གྲོས་ཚོགས་ནས་འཕོ་འགྱུར་བཏང་ཚར་བ་རེད་སྟབས་གྲོས་ཚོགས་ཀྱི་ལས་འགན་འདི་ཨ་ནི་ཁོ་རང་ཚོ་གི་སོ་ཕོག་འདི་བཀག་དགོས་ཀྱི་ཡོད་རེད། གྲོས་ཚོགས་ནས་པི་ཚ་གྱོད་ཅིག་ལ་གྲོས་ཚོགས་ནས་དངུལ་སྤྲད་ན་འགྲིག་མ་རོགས་ལབ་ཅག་དེ་ཡིན་དུས་འདི་ངེས་པར་དུ་བཀག་རོགས་གནང་ཞེས་ནས་གྲོས་ཚོགས་ལ་འབོད་སྐུལ་ཞུ་ཡས་དེ་ཡིན། ཨ་འདི་དང་མཉམ་དུ་མི་མང་ཚོས་ལ་འབོད་སྐུལ་ཞུ་ཡས་ད་ད་ནས་གྲོས་ཚོགས་ལ་བཀའ་བློན་ག་འདྲེས་གདམ་གྱི་འདུག་ང་རང་ཚོ་འདེམས་ཐོན་སྲིད་སྐྱོང་མཆོག་གིས་ང་རང་ཚོ་ཆིག་སྒྲིལ་ལ་བསམ་བློ་བཏང་ཐུབ་ཀྱི་འདུག་བས། ང་རང་ཚོ་གི་དམངས་གཙོ་ལ་གོང་བ་ཞིག་གྱི་འདུག་བས། རོགས། ང་རང་ཚོ་གི་རང་ཁ་རང་གསོ་ལ་བསམ་བློ་བཏང་ཐུབ་ཀྱི་འདུག་བས། དགོངས་པ་བདུན་པོ་ལ་དགོངས་པ་བཞི་གིས་འདུལ་བའི་རོ། དེ་རྫུ་འཕྲུལ་དེ་ང་རང་ཚོའི་སེམས་ལ་བཞག་པའི་ཐོག་ན་གྲོས་ཚོགས་ནང་དོ་སྣང་གནང་རོགས་གནང་ཞེས་འབོད་སྐུལ་ཞུ་ཡིན་དམིགས་བསལ་གྱིས་ད་ནས་བཀའ་བློན་འདེམས་ཕྱོགས་ཀྱི་ཐོག་ལ་དཔལ་འབྱོར་བཀའ་བློན་དེ་སུས་བསྐོ་གི་འདུག་འདི་ངེས་པར་དུ་དོགས་པ་ཞི་དགོས་དེ་དཔེ་གལ་ཆེན་པོ་རེད་དོགས་པ་ལངས་དགོས་ཀྱི་རེད་ག་ལེར་ད་བཀའ་ཤག་གིས་ཐག་གཅོད་འདི་འདྲི་བཞིན། གྲོས་ཚོགས་ནང་ལ་ལན་འདེབས་གནང་སྟངས་དེ་ལ་གཅིག་ལྟ་འོང་དུ་ཨ་ནི། དཔལ་འབྱོར་དང་འབྲེལ་བ་ཡོད་དུས་བཀའ་ཤག་ལྷན་ཁང་ཚང་མས་བཀའ་བྱེད་ལན་དེ་སྲིད་སྐྱོང་གི་རྒྱ་བལ་གྱི་གནས་སྟངས་གཅིག་ཆགས་འོང་དགོས་འདུག་བ། འདི་ཡིན་དུས་ད་ག་ནང་བཞིན་གྱི་དཔལ་འབྱོར་བཀའ་བློན་ཨ་ནི་སྲིད་སྐྱོང་གཅིག་ལྕོགས་ཆགས་ཡོད་ན་ཨ་ནི་དེ་ག་ཚང་མ་ལ་ཐེ་བྱུས་བྱས་ཏེ་དབང་ཆ་གཅིག་ཆགས་འོང་གིར་བ། འདི་ཡིན་དུས་བ་འདི་ཚོ་སྤྲད་དེ་མི་གཅིག་དབང་འཛིན་བྱ་ཡས་ཀྱི་ཉེན་ཁ་གཅིག་མཐོང་བསྡད་གི་འདུག་འདི་ཡིན་དུས་འདི་ཚོ་ལ་ང་རང་ཚོ་ཚང་མས་ཀྱི། ཨ་དོ་སྣང་སྤྲད་རེད་དགོངས་པ་བཞེས་རེད། ང་རང་ཚོའི་སྒྲིག་འཛུགས་འདི ྋགོང་ས་མཆོག་གོང་པ་ཡོ་བ་ནང་བཞིན་གྱིས་འགྲོ་ཐུབ་ཡོད་ལ་ང་རང་ཚོ་གིས་ད་མི་མང་ཚོ་ལངས་དགོས་ཀྱི་འདུག་སེམས་ཞུ་ཡན་དང་མི་མང་ཚོ། ཁ་ནས་ག་བ་རིན་པོ་ཆེ་སྐྱབས་སུ་མཆི་སྐུ་ཚེ་ཡུན་རིང་བརྟན་པ་ཤོག་ལབ་བ་ཙམ་མིན་པ་སྐུ་ཚེ་ཡུན་རིང་བརྟན་དགོས་ཀྱི་ཡོད་ན་ག་བ་རིན་པོ་ཆེ་གི་གོང་པ་དང་འཐུན་པ་མགོ་ལ་དེ་གིན་གྱིས་ཕྱག་ལེན་གནང་དགོས་རེད་མི་མང་ཚོ་གིས་ནས་མགོ་ལ་དེ་གིན་གྱིས་ཕྱག་ལེན་མ་གནང་བ་ཡིན་ན་ག་བ་རིན་པོ་ཆེ་གི་གོང་པ་དང་འཐུན་གྱི་མི་འདུག་ད་སེམས་འཛུགས་འགོ་བཙུགས་དགོས་ཀྱི་ཡོད་རེད་གོང་ས་མཆོག་བཀའ་སློབ་བདག་རང་ཕེབས་ཡག་གོ་ལེ་དེ་ཁྱེད་ཀྱིས་འགྲིག་གི་མི་འདུག་ན་འགྲིག་གི་མི་འདུག་ཞེས་ནི་ཤེས་གོ་དགོས་རེད། དེ་ཡིན་དུས་ཙམ་པ་ལ་རྣམ་པ་ཚོ་ཚང་མས་ཀྱི་དེ་དེ་བཞིན་ཐུགས་ལ་བཅག་རོགས་བཞག་རོགས་གནང་ཞེས་འབོད་སྐུལ་ཞུ་ཡ་ཡང་ནི་བཀྲ་ཤིས་བདེ་ལེགས། རྣམ་པ་ཚོ་ཚང་མ་ལོ་སྐུ་ཚེ་རིང་ཞེས།